བཀྲ་ཤིས་བདེ་ལེགས། དེ་ནས་དེ་རིང་ང་ཚོ་ཕྱི་རྒྱལ་གོ་འཁྱམ་མཛོད་རྩ་བ་ནས་དྲུག་པའི་སྐབས་གསུམ་པ་རྒྱུ་མཚན་ཉིད་ཀྱི་ཐེག་པ་རྣམ་པར་བཞག་པའི་ནང་ཚན་དབུ་མ་པའི་སྐོར་གྱི་སློབ་ཚན་ལྔ་བ་དེ་འགྲོ་ཡ་ཡིན། དེ་ནས་དེ་རིང་གི་བརྗོད་བྱའི་ཡིན་ན་གསུམ་པ་དགག་བྱ་འགོག་པའི་རིགས་པ་ཟེར་བ་དེ་འདྲ་ཅིག་རེད་དེ་ནས་སློབ་ཚན་སྔོན་མ་གི་ནང་དུ་དབུ་མ་ཐལ་རང་གཉིས་ཀྱི་ལྟ་བའམ། བདག་མེད་པ་གཉིས་དང། བདག་མེད་པ་གཉིས་ཀྱི་དགག་བྱ་ག་རེ་ཡིན་པ་དེའི་སྐོར་དང། དེ་ནས་བདག་མེད་པར་སྒྲུབ་པའི་རིགས་པ་འགའི་བསྒྲུབ་བྱ་དང། དགག་བྱ་གི་སྐོར། མདོར་བསྡུས་ཅིག་བཤད་ཟིན་པ་རེད། ད་ནི་དེ་རིང། བདག་ཏུ་གྲུབ་པ་གཉིས་སམ་ཡང་ན་བདེན་པར་གྲུབ་པ་དེ་ག་འདྲ་ཅིག་དགག་གི་རེད། ཨ་དེ་འགོག་བྱེད་ཀྱི་རིག་པ་གང་དག་ཡོད་པ་རེད་ཟེར་བ་དེའི་སྐོར་དེ་བཤད་ཡ་རེད། ད་ནི་འདི་རྩ་བ་ཡིན་ན་གཏན་ཚིགས་རྒྱུ་འབྲས་གཉིས་ཀ་ངོ་བོ་ལ་དཔྱོད་བྱེད་བཞི་ཡི་སྔོར་མེད་ཡོད་མཐའ་སྲིད། སྣང་ཚུམ་ལ་དཔྱོད་རྟེན་འབྲེལ་རིག་པ་ཡིས་མཐའ་གཉིས་གསར་བའི་དོན་དང་མི་མཐུན་མེད། ཨ་དེ་འདྲ་གཅིག་སོང་བ་རེད་ཤོ་ལོ་ཀ་གཅིག་འདིའི་ནང་དུ་ག་རེ་གསུང་གི་ཡོད་པ་རེད་ལབ་ན་དབུ་མ་ཐ་རང་གཉིས་ཀྱིས། འདོད་པའི་དགག་བྱའམ་ཡང་ན་བདེན་པར་གྲུབ་པ་དེ། འགོག་བྱེད་ཀྱི་གཏན་ཚིགས་དེ་ལ། རྒྱུ་ལ་སྤྱོད་པ་དང་འབྲས་བུ་ལ་སྤྱོད་པ་རྒྱུ་འབྲས་གཉིས་ཀ་ལ་སྤྱོད་པ་ངོ་བོ་ལ་སྤྱོད་པ། བཞི་དང། དེ་ནི་སྣང་ཙམ་ལ་སྤྱོད་པ་རིགས་པའི་རྒྱལ་པོ་རྟེན་འབྲེལ་གྱི་གཏན་ཚིགས་ཀྱིས་ནི། རིགས་པ་ལྔ་ཡོད་པ་རེད། རིགས་པ་ལྔ་དེ་ལ་བརྟེན་ནས། མཐའ་གཉིས་ཡོད་མཐའ་དང་མེད་མཐའ་བསལ་བས། དབུ་མའི་ལམ་མམ་ཡང་ན་ཡོད་མཐའ་དང་མེད་མཐའ་ལས་འདས་པའི་དོན་དམ་འདོད་ཚུལ། སྟོང་པ་ཉིད་འདོད་ཚུལ་ལ། དབུ་མ་ཐལ་རང་གཉིས་ཀ་མི་མཐུན་པ་མེད་ཅེས་འོ་དེ་འདྲ་ཅིག་གསུངས་པ་རེད། ད་ནི་ང་ཚོ་རིག་པ་དེ་སྔ་རིམ་པ་བཞིན་དུ་བྱས་པ་ཡིན་ན། དང་པོ་རྒྱུད་ལ་སྤྱོད་པ་རྡོ་རྗེ་གཟེགས་མའི་གཏན་ཚིགས་ཟེར་ལབ་པ་རེད། རྒྱུད་ལ་སྤྱོད་པ་རྡོ་རྗེ་གཟེགས་མ་ཟེར་ལབ་པ་ཡིན་ན་དངོས་པོ་རྣམས་ཀྱི་རྒྱུད་ལ་སྤྱོད་པ། དངོས་པོ་རྣམས་རྒྱུ་ལས་སྐྱེས་ཚུལ་དེ་གང་འདྲ་ཞིག་རེད་ཟེར་བ་དེ་ལ་དཔྱད་པ་གཏང་གི་ཡོད་པ་རེད། དེ་ནས་རྡོ་རྗེའི་ཟེགས་མ་ཟེར་ན་སྤྱིར་བཏང་རྡོ་རྗེ་ཟེར་བ་དེ། འགྱུར་བ་མེད་པ་དང་བརྟན་པོ་དང་མཁྲེགས་པོ་དང་རྣོན་པོ། ཨོ་དེ་འདྲ་གི་དོན་དག་རེད་རྡོ་རྗེ་ཟེགས་མ་ཟེར་བ་དེ་གཞན་མི་མཐུན་པ་སྐྱོབ་པར་བྱེད་པ། རྒོལ་བ་གཞན་གྱི་ཚུར་རང་ཉིད་འཇོམས་མི་ཐུབ་པ་དང་རང་ཉིད་ཀྱི་ཕར་འཇོམས་ཐུབ་པ། ཨོ་དེ་འདྲ་གི་དོན་དག་རེད། ཨོ་ད་ནི་དང་པོ་རྒྱུད་ལ་སྤྱོད་པ་རྡོ་རྗེ་ཟག་མེད་གཏན་ཚིགས་དེ་གང་འདྲ་ཅིག་རེད་ལབ་ན། ཕྱི་ནང་གི་དངོས་པོ་རྣམས་ཆོས་ཅན། རང་བཞིན་གྱིས་སྐྱེ་བ་མེད་དེ། བདག་ལས་མི་སྐྱེ་གཞན་ལས་མི་སྐྱེ་གཉི་ག་ལས་མི་སྐྱེ་རྒྱུ་མེད་ལས་མི་སྐྱེ་བའི་ཕྱིར་ཅེས་གསུངས་པ་རེད། ནི་འདིའི་དོན་དག་དེ་ག་རེ་ལབ་དགོས་ཡོད་པ་རེད་ལབ་ན། རང་བཞིན་གྱིས་སྐྱེ་བ་མེད་དེ་ཟེར་བ་དེ་སྒྲུབ་དགོས་ཡོད་པ་རེད་ད། ནི་རང་བཞིན་གྱིས་སྐྱེས་པར་འདོད་པ་སྟེ་བྱི་རུལ་བ་དང་བྱེ་བྲག་མ་བ་དང་མདོ་སྡེ་བ་དང། དེ་ནས་སེམས་ཙམ་པ་ལ་སོགས་པ་དེ་དག་ཡིན་པ་རེད། ནི་རང་བཞིན་གྱིས་མི་སྐྱེ་བའི་བསྒྲུབ་བྱའི་འདྲ་བོ་དེ་ལ་འདི་ནང་དུ་སུ་རུ་ཤེས་ཡོད་པ་རེད་བདག་ལས་སྐྱེ་གི་མ་རེད་གཞན་ལས་སྐྱེ་གི་མ་རེད་གཉིས་ཀ་ལས་སྐྱེ་གི་མ་རེད་སྒྱུ་མའི་ལས་སྐྱེ་གི་མ་རེད་ཟེར་ནི་རྒྱུ་མཚན་བཤད་བྱས་པ་རེད། དེའི་ནང་གི་དང་པོ། བདག་ལས་མི་སྐྱེ་ཟེར་བ། དེ་ལ་མཚོན་པ་ཡིན་ན་དངོས་པོ་རྣམས་བདག་ལས་མི་སྐྱེ་སྟེ་སྐྱེ་བ་དོན་མེད་དུ་ཐར་བ་དང་སྐྱེ་བ་ཐུག་མེད་དུ་ཐར་བའི་ཕྱིར་རོ་ཟེར་བ་དེར་བདག་ལས་མི་སྐྱེ་བའི་རྒྱུ་མཚན། ད་བདག་ལས་སྐྱེ་མི་སྐྱེ་ཟེར་བ་དེ་ལ་གོ་བ་ག་འདྲ་ཅིག་ལེན་དགོས་པ་རེད་ལབ་པ་ཡིན་ན། རང་བཞིན་གྱིས་སྐྱེ་བ་དེ་ཁས་བླངས་པ་རེད་ཁྱེད་རང་མ་བ་དང་མདོ་སྡེ་བ་སེམས་ཙམ་པ་ལ་སོགས་པས་རང་བཞིན་གྱིས་སྐྱེ་བ་ཁས་བླངས་ཚར་བ་རེད་ཡང་ན་བདེན་པར་སྤྲུལ་པའི་སྐྱེ་བ་ཁས་ལེན་གྱི་ཡོད་པ་རེད། ཡིན་ཙང། དབུ་མ་པའི་བསམ་བློ་དང་ན་བདེན་པར་སྤྲོ་བའི་སྐྱེ་བ་ཡིན་ན་རྒྱུ་དང་འབྲས་བུ་གཉིས་དུས་མཉམ་དུ་དགོས་པ་རེད། ཨ་བདེན་གཉིས་ཀ་བདེན་པར་གྲུབ་པ་རེད། གཉིས་ཀ་བདེན་པར་གྲུབ་པ་ཡིན་པ་གང་ཞིག་ལ། རྟེན་དང་བརྟེན་པའི་འབྲེལ་བ་ཡོད་པ་རེད། རྒྱུ་དང་འབྲས་བུ་གཉིས་རྟེན་བརྟེན་པར་རོ། འབྲས་བུ་དེ་རྒྱུ་ལ་བརྟེན་པར་རོ། ཡིན་ཙང། བདེན་པར་གྲུབ་པ་གང་ཞིག་ལ་ཕན་ཚུན་འབྲེལ་བ་ཡོད་ན། དུས་མཉམ་དུ་ཡོད་དགོས་རེད། གཏན་དུ་མི་འགྱུར་བ། མཐར་གཉིས་ཙམ་དུ་རྟེན་དང་བརྟེན་པའི་འབྲེལ་བ་ཡོད་པ་ཡིན་ན་དུས་མཉམ་དུ་ཡོད་དགོས་ཀྱི་མ་རེད། ཁོང་མིང་གིས་གདགས་པ་ཙམ། བློ་ཡིས་བཞག་པ་ཙམ་གྱིས་རེད་བ། ཨ་ནི། གལ་ཏེ་བདེན་པར་གྲུབ་པའི་རྟེན་དང་བརྟེན་པ་ཡིན་ན་དུས་མཉམ་དུ་མེད་ན་འགྲིག་གི་ཡོད་པ་མ་རེད། ཨ་ནི་བརྟེན་བྱ་དང་རྟེན་བྱེད་གཉིས་དུས་མཉམ་དུ་ཡོད་དགོས་པ་རེད། དེ་ནི་བདེན་པར་གྲུབ་པའི་འབྲེལ་བ་ཡིན་ན་དུས་གཏན་དུ་མི་འགྱུར་བ་བྱེད་དགོས་པ་རེད། ཡིན་ཙང། དངོས་པོ་རྣམས་རང་བཞིན་གྱིས་གྲུབ་པའི་རྒྱུ་ལས་སྐྱེས་པ་ཡིན་ན་རྒྱུ་དང་འབྲས་བུ་གཉིས་དུས་མཉམ་དུ་ཡོད་དགོས་པ་རེད། གལ་ཏེ་རྒྱུ་ཡི་དུས་སུ་འབྲས་བུ་ཡོད་པ་ཡིན་ན་འབྲས་བུ་ཡང་ཅིར་སྐྱེས་པ་དེ་དགོས་པ་ཡོད་མ་རེད་དོན་མེད་པ་རེད། དཔེར་ན་མེ་ཏོག་གི་ས་བོན་གྱི་དུས་སུ་མེ་ཏོག་ཡོད་པ་ཡིན་ན་ཡང་ཅིར་མེ་ཏོག་སྐྱེས་ནས་གར་སྐྱེ་བོ་རེད་མེ་ཏོག་སྐྱེས་པ་ལ་དགོས་པ་མི་འདུག་ཡང་ན་སྐྱེ་བ་ཐུག་མེད་དུ་ཐར་བ། པའི་སྐྱེ་སྐྱེ་ལ་བཟླས་པ་མ་གཏོགས་སྐྱེ་ནས་འཇུག་ཟེར་བ་འདྲ་བོ་དང་རྒྱུ་འགག་ནས་འབྲས་བུ་སྐྱེ་ཟེར་བ་འདྲ་བོ་དེ་འདྲ་རྣམ་གཞག་མེད་པ་ཅི་བཀའ་བསྡུ་ཡིན་ནམ་སྐྱེ་སྐྱེ་ལ་བཟླས་དགོས་པ་དེ་འདྲ་ཅིག་ཆགས་འགྲོ་རེད། ག་རེ་ལབ་ན་ནི་རྒྱུ་འབྲས་གཉིས་ལ་ནི་འབྲེལ་བ་གང་ཡང་མ་རེད་ད། ནི་རང་བཞིན་གྱིས་གྲུབ་སོང་རེད་བ་ཕན་ཚུན་ལ་མ་བསྟུ་བ། རང་དབང་བ་ཅིག་ཆགས་སོང་བ་ཡིན་ཙང་ཕན་ཚུན་ལ་མ་བརྟེན་པ་རེད་དེ་ཡིན་ན་ཡང་ན་སྐྱེས་པ་ལ་དོན་དག་མེད་པ་ཅིག་ཆགས་འགྲོ་རེད་ཡང་ན་སྐྱེས་སྐྱེས་ལ་བསྡད་དགོས་པའང་དེ་འདྲ་ཅིག་ཆགས་འགྲོ་རེད་ཟེར་བ་དེ་དངོས་པོ་རྣམས་བདག་ལས་མི་སྐྱེ་ཟེར་བ་དེའི་དོན་དག་ཆེ་ད་ནི་ངོ་བོ་ཉིད་ཀྱིས་གྲུབ་པའི་གཞན་ལས་མི་སྐྱེ་སྟེ་ཟེར་བ་དེ་ཡང་གལ་ཏེ་ནི་བདེན་པར་གྲུབ་པའི་གཞན་ལས་སྐྱེས་པ་ཡིན་ན་གཞན་ཟེར་བ་དེ་རང་ལས་གཞན་ཡང་ན་རང་ལས་རྫས་ཐ་དོད་པ་རང་ལས་བདག་ཉིད་ཐ་དོད་པ་དེའི་དོན་དག་རེད། སྤྱིར་བཏང་རྒྱུད་དང་འབྲས་བུ་གཉིས་རྫས་ཐ་དད་རེད། ཡིན་ན་ཡང་ངོ་བོ་ཉིད་ཀྱིས་གྲུབ་པའི་རྫས་ཐ་དད་མ་རེད། ངོ་བོ་ཉིད་ཀྱིས་གྲུབ་པའི་རྫས་ཐ་དད་ཡིན་ན་གཏན་དུ་འབྲེལ་བ་མེད་པ་གཅིག་གོ་རེད། རྒྱུད་དང་འབྲས་བུ་གཉིས་ལ་འབྲེལ་བ་ཡོད་རེད། ཨ་ནི་རྒྱུད་ལས་འབྲས་བུ་བྱུང་བ་རེད་འབྲས་བུ་དེ་རྒྱུད་ལ་བརྟེན་པ་རེད། ངོ་དེ་རེད། ཡིན་ན་ཡང་ངོ་བོ་ཉིད་ཀྱིས་གྲུབ་པའི་གཞན་ལས་སྐྱེ་བ་ཡིན་ན་རྒྱུ་འབྲས་གཉིས་འབྲེལ་བ་མེད་པ་གཅིག་ཆགས་འགྲོ་བ་རེད། རྒྱུ་འབྲས་གཉིས་ལ་གཏན་ནས་འབྲེལ་བ་མེད་པ་གཅིག་ཆགས་སོང་ན་ད་དུང་ཡང་རྒྱུ་དེའི་འབྲས་བུ་སྐྱེད་ཐུབ་ཀྱི་ཡོད་ན་མེ་ལྕེ་གི་འོད་སྣང་ཆེན་པོ་ལས་ཀྱང་མུན་པ་འབྱུང་ན་འགྲིག་གི་རེད། ཡང་ན་མུན་པ་ལས་ཀྱང་མེ་ལྕེ་འབྱུང་ན་འགྲིག་གི་རེད། ཡང་ན་རྟག་པ་ལས་ཀྱང་མི་རྟག་པ་སྐྱེ་ཆོག་གི་རེད་མི་རྟག་པ་ལས་ཀྱང་རྟག་པ་སྐྱེ་ཆོག་གི་རེད་ག་རེ་ལབ་ན་རྒྱུ་དང་འབྲས་བུ་གཉིས་ལ་འབྲེལ་བ་གང་ཡང་དགོས་མ་རེད། སྤྱིར་བཏང། རྒྱུ་འབྲས་རིགས་མཐུན་པ། དཔེར་ན། མེ་ཏོག་གི་ས་བོན་ལས་མེ་ཏོག་སྐྱེས་པ་དང་ཤིང་གི་ས་བོན་ལས་ཤིང་སྐྱེས་པ་རེད། ཡིན་ན་ཡང་ངོ་བོ་ཉིད་ཀྱིས་གཞན། ངོ་བོ་བདེན་པར་གྲུབ་པའི་གཞན་ཡིན་ན་དེ་འདྲ་བའི་འབྲེལ་བ་མེད་ན་ཡང་ག་རེ་ནས་བསྐྱེད་ཆོག་ཆོག་དེ་འདྲ་ཅིག་ཆགས་འགྲོ་རེད་ཟེར་བ་དོན་དག་དེ་འདྲ་ཞིག་རེད། ད་ནི་གཉིས་ཀ་ལས་ཀྱང་མི་སྐྱེ་སྟེ་གོང་དུ་བརྗོད་པའི་ཆོས་གཉིས་ཀ་ཅིག་ཅར་འབྱུང་བའི་ཕྱིར་རོ། ངོ་བོ་ཉིད་ཀྱིས་གྲུབ་པའི་བདག་དང་ངོ་བོ་ཉིད་ཀྱིས་གྲུབ་པའི་གཞན་གཉིས་ཀ་ལས་མི་སྐྱེ་བ་རེད་རྒྱུ་མཚན་ག་རེ་ལབ་ན་ཨ་ནི་གང་དུ་བཤད་པའི་ཆོས་གཉིས་ཀ་དུས་མཉམ་དུ་འབྱུང་གི་རེད། ནས་སྒང་དུ་བཤད་པའི་སྐྱོན་གཉིས་དེ་ལ་བསམ་བློ་ཡག་པོ་ཞིག་གཏང་རོགས་བྱེད་ཞུ་རྒྱུ་ཡིན། ད་ནས་བརྗོད་མེད་རིགས་ཀྱང་མི་སྤྱད་དེ་འཇིག་རྟེན་མངོན་སུམ་དང་འགལ་བ་དང་རྟག་ཏུ་ཡོད་མེད་དུ་ཐར་བའི་ཕྱིར་རོ་ཟེར་བ་དེ། བརྗོད་མེད་རིགས་ཀྱང་སྤྱད་གི་མ་རེད། ག་རེ་ལབ་ན། རྒྱུ་མེད་པར་འབྲས་བུ་མི་འབྱུང་བ་དེ་འཇིག་རྟེན་པའི་མངོན་སུམ་གྱི་གྲུབ་ཀྱི་རེད། ས་བོན་མེད་པར་མེ་ཏོག་མི་སྐྱེ་བ། འབྲས་ཀྱི་ས་བོན་མེད་པར་འབྲས་མི་སྐྱེ་བ། འབྲས་དེ་འབྲས་ཀྱི་ས་བོན་ལས་སྐྱེ་བ་དེ་ཚོ། འཇིག་རྟེན་ཕལ་པ་རྣམས་ཀྱིས་ཀྱང་མངོན་སུམ་དུ་མཐོང་ཐུབ་ཀྱི་ཡོད་པ་རེད་ཡིན་ཙང་མངོན་སུམ་དང་འགལ་བ་དང། ད་ནི། ཡོད་དང་མེད་པའི་རྣམ་བཞག་ཆོས་ནི་བཞག་མི་ཤེས་པ་ཆགས་འགྲོ་རེད། རབ་བྱུང་ལ་ཡོད་པ་རེད་ལབ་ནའང་འགྲིག་གི་ཡོད་པ་རེད། ཨ་ནི། བུམ་པ་ལ་སོགས་པའི་འདུས་བྱས་མེད་པ་རེད་ལབ་ནའང་འགྲིག་གི་རེད། ཨ་ནི་བརྗོད་མེད་ལས་སྐྱེས་གི་ཡོད་པ་ཡིན་ན་ཡོད་མེད་ཀྱི་རྣམ་བཞག་དེ་བཞག་ཐུབ་ཀྱི་མ་རེད་ཟེར་བ། འོ་དེ་འདྲ་གི་དོན་དག་ཅིག་རེད།